མ་སུ་རི་བོད་ཁྱིམ་སློབ་གྲྭའི་གསར་འགྱུར་སེམས་གསིམ་གནང་མཁན་ཡོངས་ལ་འཚམས་འདྲི་བཀྲ་སྟི་ལེགས་ཞུ་ང་ཡེ་ཤེས་དཔལ་ལྡན་ཡིན། བོད་དགེ་སློབ་ཉིས་སྟོང་བརྒྱ་དང་ཞེ་བཞི་ཞེ་བརྒྱད་ཕྱི་ལོ་ཉིས་སྟོང་གཉིས་སུ་བསགས་རྗེས་མ་སུ་རི་བོད་ཁྱིམ་སློབ་གྲྭའི་ཟླ་བ་བདུན་པ་དང་ཟླ་བ་དགུ་པའི་གསར་འགྱུར་གང་བྱུང་ནང་ཞུ་རྒྱུ་ཡིན་པས་ཚང་མས་སེམས་གསིམ་ཡོང་བ་ཞུ། གསར་འགྱུར་གཙོ་དོན་ཁག་ནི། ཕྱི་ལོ་ཉིས་སྟོང་ཉིས་བརྒྱད་ཀྱི་ཟླ་བ་བདུན་པའི་ཚེས་དྲུག་ཉིན་ཅིན་ལོང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྐུ་ཡི་དྲུང་འཁོར་སྲུང་བརྩི་ཞུས་པའི་སྐོར་དྲ་ལམ་བརྒྱུད་མ་བཟོས་པའི་བོད་ཁྱིམ་སློབ་གྲྭའི་མཛད་ནུས་འབྲུག་པ་ནས་བཅུ་གཉིས་པ་དུ་ལོ་ཆེན་དང་དུས་དཀྱིལ་ཡིག་རྩེག་བཏང་བའི་སྐོར་ཤེས་ཡོན་གྱི་མཛད་འཕྲིན་བསྟན་འཛིན་ཕྱོགས་རང་ལགས་ཀྱིས་ཟླ་བ་བདུན་པའི་ཚེས་བཅོ་ལྔ་ཉིན་འདི་ག་མ་བཟོས་པའི་བོད་ཁྱིམ་སློབ་གྲྭ་དང་དེའི་ཡན་ལག་སློབ་གྲྭ་ཁག་གི་འབྲིང་རིམ་དགེ་རྒན་རྣམས་ལ་དྲ་ལམ་བརྒྱུད་ཚོགས་འདུ་འཚོགས་པའི་སྐོར་སྐུ་ངོ་དྲུང་ཆེ་མཆོག་གིས་མ་བཟོས་པའི་བོད་ཁྱིམ་ཁྱིམ་ཚང་ཕ་མ་དང། འདི་གའི་ཁྱབ་ཁོངས་ཀྱི་འདི་ག་གླིང་ཉིན་སློབ་ཏུ་སློབ་གཉེར་བྱེད་བཞིན་པའི་སློབ་མ་ཚོའི་ཕ་མ་ཡོངས་ལ་ཤེས་ཡོན་སྲིད་བྱུས་ཀྱི་ནང་དོན་ངོ་སྤྲོད་དང་གནད་དོན་གཞན་ཁག་ཅིག་སྐོར་ཟབ་སྦྱོང་གནང་བའི་སྐོར། ཤེས་ཡོན་འགན་འཛིན་ཀིརྟི་འཛིན་མཆོག་ལགས་ལགས་དང་མདུན་ལམ་བློ་མཐུན་པ་ཀིརྟི་འཛིན་མཆོག་འཕེལ་ལགས་ཀྱི་འབྲེལ་ལམ་བརྒྱུད་ད་ལོའི་སློབ་ཐོན་པ་རྣམས་ལ་སློབ་དཔོན་ཞུ་སྟངས་དང་སློབ་ཚན་ལེན་ཕྱོགས་སྐོར་ལམ་སྟོན་གནང་བའི་སྐོར། ད་ལོ་རྒྱ་གར་གྱི་ཡོངས་འཛིན་རིམ་བཅུ་བ་དང་བཅུ་གཉིས་ཡིག་རྒྱུགས་ཆེན་མོའི་ནང་རང་རེའི་མ་ཚུར་བོད་ཁྱིམ་སློབ་གྲྭའི་གྲུབ་འབྲས་ལེགས་སོན་བྱུང་བར་གཟེངས་བསྟོད་ཀྱི་མཛད་སྒོ་སྟབས་བདེ་ཞིག་ཕྱི་ལོ་ཉིས་སྟོང་ཉི་ཤུ་ཟླ་བཞི་ཟླ་བ་བརྒྱད་པའི་ཚེས་དགུ་ཉིན་འཚོགས་པའི་སྐོར། ཕྱི་ལོ་ཉིས་སྟོང་ཉིས་བརྒྱ་ཟླ་བཞི་ཟླ་བ་བརྒྱད་པའི་ཚེས་ཉི་ཤུ་ཉིན་མ་སུ་རིའི་བོད་ཁྱིམ་སྤྱི་ཁྱབ་འཛིན་སྐྱོང་ཚོགས་མི་དང་ཡན་ལག་སློབ་གྲྭའི་ཁག་གི་འགན་འཛིན་རྣམས་དང་སྟེང་དུ་ཤེས་ཡོན་གྱི་ལས་དོན་ཐོག་བསྐྱར་ཞིབ་དང་གོ་བསྡུར་ཚོགས་འདུ་དེ་རང་ཞོར་བོད་ཁྱིམ་དུ་ཚོགས་པའི་སྐོར། གསར་འགྱུར་རྒྱས་པ་ཁག་གཤམ་དུ་ཞུ་རྒྱུ་ཡིན་པས་ཚང་མས་སེམས་གསོ་ཡོང་བ་ཞུ། འཇིག་རྟེན་ཞི་བདེའི་དུས་བབ་བོད་འབངས་ཡོངས་ཀྱི་བླ་ན་མ་མཆིས་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་འཁྲུངས་སྐར་གྱི་དུས་ཚོད་བཟང་པོའི་མཛད་སྒོ་འཚོགས་པ་དང་སྟབས་བསྟུན། ཕྱི་ལོ་ཉིས་སྟོང་ཉི་ཤུ་དང་ཉི་ཤུ་རྩ་གཅིག་ལོའི་མ་སུ་རི་བོད་ཁྱིམ་སློབ་གྲྭ་དང་སྟེང་ཡན་ལག་སློབ་གྲྭ་ཁག་གི་ལས་བྱེད་བཅུ་གཉིས་མི་ལུས་ཧྲིལ་པོ་ཉི་ཤུ་ལྷག་རང་རེའི་བོད་ཁྱིམ་སློབ་ཁྲིད་ནང་ལྷག་བསམ་གཡོ་བ་མེད་པའི་ངང་ཞབས་འདེགས་ཞུ་བའི་ལེགས་སྐྱེས་སུ་སྐུ་ངོ་དྲུང་ཆེ་མཆོག་གིས་གཟེངས་བསྟོད་ཀྱི་ཕྱག་འཁྱེར་དང་སྐུ་ཐང་གསོལ་རས་བསྩལ་གནང་ཡོད་འདུག། རྒྱ་ནག་ཝུ་ཧན་ནས་མཆེད་པའི་ཏོག་དབྱིབས་གཉན་རིམས་ཀྱི་གནས་སྟངས་འོག་སློབ་གྲྭ་དངོས་སུ་ཚུགས་ཐུབ་མེད་པ་དང་སློབ་མ་རྣམས་ཀྱི་ཉིན་རེའི་སློབ་ཚན་རྣམས་དགེ་རྒན་རྣམས་ཀྱིས་དྲ་ལམ་གྱིས་འཚོལ་གྱི་ཡོད་པ་དང། ཟླ་བ་བདུན་པའི་ཚེས་བཅུ་བཞི་ཉིན་མ་སུ་རི་བོད་ཁྱིམ་གྱི་འཛིན་རིམ་དགུ་པ་དང་བཅུ་གཉིས་དྲ་ལམ་གྱིས་ཡིག་ཚད་བཏང་ཡོད་པ་དང། གཞན་འཛིན་རིང་དགུ་པ་དང་བཅུ་བ་བཅུ་གཉིས་པོས་འཛིན་རིང་དྲུག་པ་ནས་བཅུ་གཅིག་བར་དུ་ཟླ་བ་བརྒྱད་པའི་ཀྱི་ཚེས་གཉིས་ཉིན་ནས་ལུག་རྗེའི་ཡིག་རྩིས་འགོ་འཛུགས་གནང་ཡོད་འདུག། ཤེས་ཡོན་དགེ་མཚན་གྱི་བསྟན་འཛིན་ཕྱོགས་གླང་ལགས་ཀྱིས་ཟླ་བ་བདུན་པའི་ཚེས་བཅོ་ལྔ་ཉིན་འདི་ག་མ་སུ་རི་བོད་ཁྱིམ་སློབ་གྲྭ་དང་དེའི་ཡན་ལག་སློབ་གྲྭ་ཁག་གི་འབྲིང་རིམ་དགེ་རྒན་རྣམས་ལ་དྲ་ལམ་གྱི་ཚོགས་འདུ་ཚོགས་ཡོད་པ་དང་དེའི་ནང་གཙོ་བོ་དགེ་རྒན་རྣམས་ལ་དྲ་ལམ་བརྒྱུད་སློབ་ཁྲིད་གནང་བའི་སྐབས་སུ་སློབ་མ་རྣམས་ལ་བྱམས་བརྩེའི་ཐོག་ནས་སློབ་དགོས་པ་དང་སྔར་བཞིན་དྲ་ལམ་བརྒྱུད་མུ་མཐུད་སློབ་ཁྲིད་ལེགས་པོ་གནང་དགོས་པ། བཞིན་དགེ་རྒན་རྣམས་ཀྱིས་དྲ་ལམ་བརྒྱུད་སློབ་ཚན་ཁྲིད་ཡོད་སྐབས་སུ་གདོང་ལེན་ཅི་འདྲ་གནང་དགོས་མིན་སྐོར་ལམ་སྟོན་གནང་ཡོད་འདུག། ཉེ་ལམ་རྒྱ་ནག་ཝུ་ཧན་ནས་མཆེད་པའི་ཏོག་དབྱིབས་གཉན་རིམས་ཀྱི་གནས་སྟངས་ཇེ་བཟང་དུ་ཕྱིན་ཡོད་པའི་གོ་སྐབས་འདི་བདམས་ཟིན་གྱིས་འདི་ག་སྐུ་ངོ་དྲུང་ཆེ་མཆོག་དང་མདུན་ལམ་བློ་མཐུན་པ་སྐལ་བསྟན་འཛིན་ཆོས་འཕེལ་ལགས་ཀྱིས་མ་ཚུ་རི་ཁྱིམ་ཚང་གི་ཕ་མ་དང། འདི་ག་ཁྱབ་ཁོངས་ཀྱི་བདེ་སྐྱིད་གླིང་ཉིན་སློབ་ཏུ་སློབ་གཉེར་བྱེད་བཞིན་པའི་སློབ་མ་ཚོའི་ཕ་མ་ཡོངས་ལ་ཤེས་ཡོན་སྲིད་བྱུས་ཀྱི་ནང་དོན་ངོ་སྤྲོད་དང་ཕ་མའི་ཕྲུ་གུ་ལེགས་པར་སྐྱོང་ཚུལ་ཆོས་ལུགས་དང་མ་མཐུན་པའི་བཟང་སྤྱོད་འདི་བཞིན་ཁྱིམ་ཚང་ནང་འཇིག་རྟེན་ཡ་རབས་སྤྱོད་ཚུལ་དགོངས་པས་དུས་རྟག་ཏུ་སྐྱབས་འགྲོའི་བསླབ་བྱ་དང་རྒྱུ་འབྲས་མན་ངག་བདུན་སློབ་ཆུང་གང་ཐུབ་ཉམས་ལེན་གནང་ཐབས་ཐོག་ཟབ་སྦྱོང་གནང་ཡོད་འདུག། ཤེས་ཡོན་དགེ་མཚན་གྱི་བསྟན་འཛིན་ཕྱོགས་གླང་དང་བདུན་ལམ་སློབ་སྟོན་པ་དགེ་བསྟན་འཛིན་ཆུ་འབི་ལགས་ཀྱིས་དྲ་ལམ་བརྒྱུད་ད་ལོའི་སློབ་སྟོན་པ་རྣམས་ལ་སློབ་ཡོན་ཞུ་སྟངས་དང་སློབ་ཚན་ལེན་ཕྱོགས་སྐོར། གཞན་འབྱུང་འགྱུར་མི་ཡ་རབས་དང་སྤྱི་ཚོགས་ལ་ཕན་ནུས་ལྡན་པ་ཞིག་བྱེད་དགོས་པའི་ལམ་སྟོན་བཀའ་སློབ་གཟབ་རྒྱན་གནང་ཡོད་འདུག། ད་ལོའི་རྒྱ་གར་དགེ་ཡོངས་འཛིན་རིམ་བཅུ་པ་དང་བཅུ་གཉིས་ཡིག་རྒྱུགས་ཆེན་མོའི་ནང་རང་རེའི་མ་སུ་རི་བོད་ཁྱིམ་སློབ་གྲྭའི་གྲུབ་འབྲས་ལེགས་སོན་བྱུང་བ་དང་ལྷག་དོན་སྲིད་སྐྱོང་སློབ་དཔོན་ཞེ་ཀེན་ཀྲང་ཉེར་གཅིག་དང་དགའ་ལྡན་པོ་ཀྲང་བྱ་དགའ་ཞེ་ཀེན་ཀྲང་བཅུ་གཞན་འཛིན་རིམ་བཅུ་བའི་ནང་སྲིད་སྐྱོང་བྱ་དགའ་ཞེ་ཀེན་བཙན་བྱོལ་སློབ་གྲྭའི་ནང་ཐེངས་དང་པོ་བྱུང་བ། ཟིང་འདུལ་གྱི་མཛད་སྒོ་སྟབས་བདེ་ཞིག་ཕྱི་ལོ་ཉིས་སྟོང་ཉིས་ས་གཅིག་ཟླ་བ་བརྒྱད་པའི་ཚེས་དགུ་ཉིན་སྐུ་ངོ་དྲུང་ཆེ་དང་དྲུང་གཞོན་གཞན་གཏན་སློབ་ཀྱི་སློབ་སྤྱི་དང་རེ་དྲག་དབུ་བཞུགས་ཐོག་འབྲེལ་ཡོད་ཀྱི་ལས་བྱེད་རྣམས་དང་ས་གནས་སུ་ཡོད་པའི་མཛད་དོན་ཆོས་པ་དང་བཅུ་གཉིས་སློབ་མ་རྣམས་གཞན་མ་ཚུར་རེ་གནས་སྡོད་ཀྱི་བུད་མེད་ས་གནས་བོད་ཀྱི་གཞོན་ནུ་དང་བུད་མེད་ལྷན་ཚོགས་ཀྱི་འཐུས་མི་བཅས་ཚོགས་ནས་ཟིང་འདུལ་གྱི་སློབ་ཕྲུག་རྣམས་དང་མཇལ་ཁ་བསྩལ་ནས་སྐུ་ངོ་མཆོག་གིས་ཟླ་རེའི་ཡིག་རྩིས་སྒྲོམ་སྒྲིག་དེ་སྔར་ལས་ལྷག་པ་བྱུང་ཡོད་པ་དང་གཙོ་བོ་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་བྱིན་རླབས་དང་བཀའ་དྲིན་གཞན་ཡང་མ་སུ་རི་ཁྱིམ་ཚང་ཆེན་པོ་དེ་དགེ་ལེགས་སློབ་ཕྲུག་རྣམས་ཀྱི་སྐུ་ལས་བསྐྱོན་ནས་བྱུང་ཡོད་པ། གཙོ་བོ ྋགོང་ས་མཆོག་གི་ཐུགས་ཀྱི་དགོངས་པ་དང་མཐུན་པའི་ཕྱག་ལས་གནང་དགོས་པའི་སྐོར་བཀའ་སློབ་སྩལ་གནང་སོང། ཕྱི་ལོ་ཉིས་སྟོང་ཉིས་ས་གཅིག་ཟླ་བ་བརྒྱད་པའི་ཚེས་ཉི་ཤུ་ཉིན་མ་སུ་རི་བོད་ཁྱིམ་སྤྱི་ཁྱབ་འཛིན་སྐྱོང་ཚོགས་མི་དང་ཡན་ལག་སློབ་ཁྲིད་འགན་འཛིན་རྣམས་དང་ལྷན་དུ་ཤེས་ཡོན་གྱི་ལས་དོན་ཐོག་བསྐྱར་ཞིབ་དང་གོ་བསྡུར་ཚོགས་འདུ་དེ་རག་ཤོག་བོད་ཁྱིམ་དུ་ཚོགས་ཡོད་པ་དང། ཚོགས་འདུའི་གྲོས་གཞི་གཙོ་བོ་དེ་སློབ་གྲྭའི་སོ་སོའི་དྲ་ཐོག་སློབ་ཁྲིད་ཀྱི་གནས་སྟངས་གསལ་བཤད་དང་ཐབས་ལམ་གསར་གཏོད། གཞན་ལོ་ཕྱེད་ཡོད་རྒྱུ་གྲུབ་འབྲས་ཀྱི་གནས་སྟངས་དང་དྲ་ཐོག་སློབ་ཁྲིད་ནང་ཚོགས་ཆ་མ་ཐོབ་པའི་སློབ་མ་རྣམས་ལ་རོགས་སྐྱོར་ཅི་དྲག་གནང་དགོས་མིན་དང་དེ་ར་ཐོག་ཉེ་འཁོར་གཞིས་ཆགས་ཁག་ནང་དགེ་སློབ་ཕ་མ་ཐུག་འཕྲད་ཀྱི་ལས་གཞི་གཞན་གནད་དོན་ཁག་ཅིག་སྐོར་གྲོས་བསྡུར་ལྷུག་པོ་གནང་ཡོད་འདུག། ད་རེས་གསར་འགྱུར་དེ་ཙམ་གྱིས་ཡིན།